དེ་རིང་ཡང་སླར་ཡང་ཨ་ནེ་སྤྱི་ཚོགས་དྲ་ལམ་སྒང་ལ་ཨ་ནེ་ལྕགས་དགོ་ཡེ་གི་ཅིག་གནས་སྟངས་ཅི་འདུག་བྱུང་སོང། སྤྱི་འཐུས་ཁོང་དང་པོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་ནེ་གུས་ཕྱག་སྔོན་དུ་བཏང་པའི་ཐོག་ནས་ཨ་ནེ་བོད་གཞིས་བྱེས་གཉིས་སུ་ཡོད་པའི་གི་བོད་རིགས་སྤུན་ཟླ་རྩམ་གཟན་ཡོངས་ལ

ད་གྲུབ་ནས། ཨ་ནེ། ད་ཉིད་བཤད་སྡུག་སུ་འགྲོ་གོ་རེད། བྱེས་དུས་གང་ལ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི། ལས་རིམ་དེ་ཚོ་མང་སྡུག་ཅིག་མཇལ་ཡོང་དུས་གང་ལ། ངས་མ་ཡིན་ན་ང་རང་ཚོ། ད་བོད་མི་ཚང་མས་ཀྱི་དབུ་ནས་སོ་སོ་གཞོན་སྐྱེས། ཕ་མ་བུ་ཕྲུག། སྤུན་རྒྱ་ཚང་མ་ལ་ད་ང་རང་ཚོ་གི་ཨ་ནི་བོད་མི་སྒྲིག་འཛུགས་ཀྱི་དྲ་རྒྱ། Tibet TV། ཨ་ནི་འདིའི་ནང་ལ་ཨ་ནི་ང་རང་ཚོ་གྲོས་ཚོགས་ཀྱི་ལས་རིམ་འདི་འདུག་སྟོན་དགོས་བ་རེད་ཨ་ནི་ཚང་མས་ཀྱི་འདི་ངེས་པར་དུ་ཨ་ནི་ཨ་ཅིག་འདའི་ཡ་དོ་སྣང་གནང་དགོས་རེད། ཤེས་བདེ་དགོས་བ་རེད། ཡིན་པ་ཡིན་ན་ད་དེང་སང་གི། གྲོས་ཚོགས་ཀྱི་ལས་རིམ་གདན་འཛོགས་ཀྱི་གནས་སྟངས་ལ་གཅིག་བལྟས་པ་ཡིན་ན། ང་ཚོ་གཞོན་སྐྱེས་དེ་ཚོ་ལ་དངོས་གནས་དྲང་གནས་གྲོས་ཚོགས་ཀྱི་ལས་རིམ་དེ་མ་ལྟར་ལག་དགོས་ཀྱི་ཅིག་དུས་ཚོད་ལ་སླེབས་འདུག་དྲན་གྱི་འདུག་དེ་གང་ལ་ཞུ་དགོས་ཞུས་པ་ཡིན་ན། ང་རང་ཚོ་གི་བོད་མི་ཡོངས་ཀྱི་རེ་བ་སྟོབས་ནག་དེ་རྒྱབ་བྱས་ནས་ངུ་ནས་ཨ་ཡོད་ནང་གི་ད་ཡོད། ཡག་གདམ་བྱས་ནས་ཨ་ནི། བོད་མི་མང། སྤྱི་འཐུས་ལྷན་ཚོགས་ནང་ལ། རང་གི་སྐུ་ཚབ་མཚོན་ཡས་བྱེད་དུ་ལ་བཏང་གི་ཡོད་རེད། ཡིན་པ་ཡིན་ན་རྣམ་པ་ཟོག་གི་ཡ་གའི། དཔེ་བསྟན་ཡས་དེ། དངོས་གནས་དྲང་གནས། སྤུ་གུ་ཐན་ཕྲུག་འདི་འདྲའི། ཐལ་ཚེ་རྩེ་དུས་གང་ལ་ཨ་ནི་རྒྱག་རེས་རྒྱག་དུས་ཨ། ཨོ་བདེ་འདྲེ་དགྲ་བོ་ཅིག་རྣམ་པ་ཚོགས་ཀྱི་ཡ་གས་དངོས་གནས། ཅིག། སྤྱི་འཐུས་ལྷན་ཚོགས་ཀྱི་ཞབས་བཀྱག་ཁང་ལ་ཞུགས་བྱས་ནས། ང་དང་ཁྱོད། བཀའ་མོལ་གནང་སྟངས་དེ་ཚོ་ཧ་ལས་པ་ཐབས་སྐྱོ་བོ། དུས་རྒྱུན་དུ། གོང་ས་མཆོག་གིས་དངོས་གནས། ང་ཚོ་བོད་པ་ལ་ཡ་རབས་སྤྱོད་བསམ་ཡོད་གདའ་ཟེར་གསུང་སྐོར་བ། རྣམ་པ་རྫོགས་ཀྱི་གནང་སྟངས་འདི་གི། གོང་ས་མཆོག་གི་གསུང་ཡས་འདི་མ་ཕིན་རེད། ང་ཚོ་སྤྱོད་པ་འདི་འདི་འདྲ་རེད། དེ་འདྲ་འདྲ་བོ་ཅན་རྣམ་པ་རྫོགས་ཀྱི་གྲོས་ཚོགས་ཀྱི་གདེང་ཚད་འདི་སྒང་ལ། དེ་འདྲས་ཞིག་གནང་བསྡད་ཀྱི་འདུག་ཨ། ཧ་ལས་པའི་གི་བློ་ཕམ་བྱུང། རྣམ་པ་རྫོགས་ཀྱི་འདི་འདྲས་ཅིག་ཚོར་གྱི་མེད་པ་ཡིན་པ་འདྲ། དེ་འདྲས་ཚོར་གྱི་མེད་པ་ཡིན་ན། རྣམ་པ་རྫོགས་ཀྱི་བོད་མི་སྒྲིག་འཛུགས་ཀྱི་དྲ་རྒྱ་གང་ལ་གཟིགས་དང་ཡག་པོ་བྱིན་རྣམ་པ་ཚོ་གི་ཡ་གེ་ག་རེ་གནང་འདུག་རྣམ་པ་ཚོ་ང་ཚོ་བོད་མི་མང་གི་སྐུ་ཚབ་ཚུན་སྐོར་བ་ང་ཚོ་བོད་མི་མང་གི་སྐུ་ཚབ་དེ་ཚོ་ལ་ཨ་ནི་ང་ཚོ་གཞོན་སྐྱེས་དེ་ཚོ་དཔེ་ཡར་ལྟ་བྱས་ཁོ་རེ་ད་གཞོན་སྐྱེས་དེ་ཚོ་ལ་ད་ཡང་གྲོས་ཚོགས་འདི་མ་བཏབ་མ་གཏོ་དེ་དངོས་གནས་དྲང་གནས་ཁོ་ཚོ་གི་ཁྲོམ་སྟོན་ས་གི་སྡིངས་ཆ་རེད་འདུག་ལག་གོ་རེ་ད་ག་རེ་ལག་གོ་ཡོད་མེད་མགོ་ཚོས་གི་མི་འདུག་སོ་སོ་གཞོན་སྐྱེས་དེ་ཚོ་ལ།

ྋགོང་ས་མཆོག་ཐུགས་ཕམ་ཡོང་གི་རེད་འདུག་རྣམ་པ་ཚོ་དྲན་གི་མི་འདུག་ཡ་འདི་འདྲའི་གྲོགས་ཚོགས་ཀྱི་སྡིངས་ཆ་ཆེན་པོ་འདིའི་སྒང་འདི་ལ་འཛམ་བུ་གླིང་གི་ལྟད་མོ་བལྟས་བསྡད་ས་སྡིངས་ཆ་འདིའི་སྒང་ལ་ཁྱོད་ཚོ་ང་དང་ཁྱོད་ཟེར་ནས་སྤུ་གུ་རྒྱག་རེས་རྒྱག་པ་ནང་བཞིན་བྱས་ནས་རྒྱག་རེས་རྒྱག་ནས་རྣམ་པ་ཚོ་བཞུགས་པ་ཡིན་ན།

རྣམ་པ་ཚོ་དགོངས་པ་ཡག་པོ་བཞེས་དགོས་དུ་མ་འདུག་འདི་འདྲའི་གནང་ན་དངོས་གནས་དྲང་གནས་བློ་ཕམ་གྱི་གནས་རེད། ང་རང་ཚོ་བོད་མི་དེ་ཚོ་ལ་དངོས་གནས་དྲང་གནས་རྒྱལ་པོ་རིན་པོ་ཆེ་གི་མར་ཚ་དེ་མ་སོང་ན་ང་ཚོ་ལ་ག་རེ་ཡོད་སྲིད། གཅིག་གི་གར་སོང་རེད། མི་ཕ་ཕྱོགས་འདི་གི་སྡུག་ཆ་ཞིག་བཤད་པ་ཡིན་ན་བཟོད་སྒོམ་གྱིས།

གོང་ས་མཆོག་ཐུགས་ཕམ་ཡོང་གི་རེད་རྣམ་པ་ཚོ་དྲན་གི་མི་འདུག་བས། ཧ་ལས་པའི་ཐབས་སྡུག་རེད་ཐབས་སྡུག་རེད་དངོས་གནས་དྲང་གནས། རྣམ་པ་ཚོ་གི་གནང་སྐྱོ་དེ་རྣམ་པ་ཚོ་གི་ཧ་ད་མ་དགོངས་དག་མ་གཟིམས་ཕྱིར་ནས་ཨ་ནི་དྲ་རྒྱས་གང་ལ་གཟིགས་དང། ཁྲོམ་ག་ཚོད་བསྟན་འདུག་དང་ཐོག་ཁ་ནས་ཡིན་རང་བཙན་རང་བཙན་རྒྱ་མི་ལ་དགོས་ཡས་ཀྱི་ལས་ཀ་འདི་ང་རང་ཚོ་སྒྲུབ་བདེ་གི་འདུག་བ་ད་རྒྱ་མི་ལ་ག་རེ་སྒུག་འོག་རེད་བོད་མི་དེ་ཚོ་གོང་ས་མཆོག་གི་བཀའ་ལ་བརྩི་གི་མི་འདུག་ཟེར་ཡས་དེ་ད་རྒྱ་མི་ལ་སྒུག་འོག་རེད་བ་འདི་རྣམ་པ་ཚོ་གི་སྒྲུབ་གི་འདུག་བ་ད། དང་དོད་ཅིག་བཤད་པ་ཡིན་ན། བོད་མི་སྒྲིག་འཛུགས་ཀྱི། བོད་མི་དམངས་སྤྱི་མཐུན་ལྷན་ཚོགས་ཀྱིས་གཏན་ལ་ཕབ་པའི་གིས་ང་རང་ཚོ་གི། དབུ་མའི་ལམ་གྱི་སྲིད་བྱུས་འདི། སུས་གཏན་ལ་ཕབ་པ་རེད། རང་གིས་གཙོས་པའི་ཕྱག་འདི་རང་གཏོང་དགོས་རེད་ཞིམ་པོ་མིན་ན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གཏན་ལ་ཕབ་པ་མ་རེད་དབུ་མའི་ལམ་གྱི་སྲིད་བྱུས་འདི། ཡག་མིན་ན་འདི་ལ་བསྐྱར་བཅོས་བྱེད་དང་བསྐྱར་ཞིབ་བྱེད་དང། དེ་མེད་ན་ཨ་ནི། སྐད་ཆ་ཐོས་པ་འདི་འདྲ་གང་བྱས་ནས་ཤེས་ཁོག་རེད། དབུ་མའི་ལམ་ལ་དཔེ་གཅིག། ལྟ་སོ་འདོད་སོ་གང་ཡང་མི་འདུག་དཔེ་རང་བཙན་གྱི་ལམ་ལ་འགྲོ་གི་ཡིན་ཟེར་རང་བཙན་ལམ་ལ་འགྲོ་ན་འགྲོ་ཆོག་གི་རེད། ཡིན་ནའི་གང་འདྲས་སུ་འགྲོ་བ། ང་ཚོ་རྒྱ་མི་བསད་ནི་ཨ་ནི་རང་བཙན་ལེན་གི་ཡིན་པས། ཏང་དངོས་གནས་དྲང་ནས་འཛམ་བུ་གླིང་ཁོ་རང་ལ་འགྱུར་བ་ཞི་བོ་ཅིག་འགྲོ་བྱེད་ནས་ཨ་ཨུ་རུ་སུ་ལ་གོད་ཆག་ཆགས་ནི་ཨ་ནི་པའི་རྒྱ་ཁབ་མང་པོ་ཅིག་གསར་པ་ཆགས་ཡོད་རེད་དེ་འདྲའི་འདྲ་བོ་ཅིག་ཆགས་ན་ནི་ད་ལབ་ཐུབ་གི་མ་རེད་མ་གཏོགས་རྣམ་པ་རྫོགས་གིས་དངོས་གནས་སྐད་ལོག་ལུང་པ་གང་རྒྱབ་བྱེད་ནི་རང་བཙན་རག་གིར་བསམ་ན་ནི་ད་འདི་རྣམ་པ་རྫོགས་གིས་རྨྱི་ལམ་རེད་རྨྱི་ལམ།

འགྲེལ་བཤད་སྐྱོན་འབར་བ། འགྲེལ་བཤད་འདི་བོད་སྐད་ནང་ལ་བསྡུ་བ་ཆ་ཚང། ཡང་མིན་ན་སྐད་ཡིག་གཞན་དག་ཅིག་ཐོག་ནས་རྣམ་པ་ཚོ་ལ་འགྲེལ་བཤད་རྒྱག་དགོས་དགོས་ས་རེད། བཅའ་ཁྲིམས་ཀྱི་ལེའུ་དང་པོ་གི་དོན་ཚན་དང་པོ་དོན་ཚན་དང་པོ་གི་ཨ་ནི་ནང་གསེས་དང་པོ་གཉིས་པ་གསུམ་པ་ནང་ལ་ག་རེ་དུ་རྣམ་པ་ཚོས་གཟིགས་གི་ཡོད་ས་མ་རེད་དོ། རྒྱལ་བ་རིན་པོ་ཆེ་ལ་བདེ་ཡ། གར་སོ། ཡོད་པའི་གི་ཨ་ནི་སྐུ་དབང་ག་རེ་ག་རེ་འདུག། བཅའ་ཁྲིམས་ནང་ལ། དེ་ཚོ་རྣམ་པ་ཚོ་གཟིགས་ཀྱི་མི་འདུག་ཨ། ཆབ་སྲིད་ཀྱི་ལམ་སྟོན་ཞུ་ས་དེ་སུ་རེད་རྒྱལ་བ་རིན་པོ་ཆེ་རེད་བ།

རྣམ་པ་གཟུགས། སྒྲིག་གཞི་གཅིག་གི་འོག་ལ་ཡོད། གཅིག་ཏུ་ལྷན་ཚོགས་ཀྱིས་གཏན་ལ་ཕབ་པའི་སྒྲིག་གཞི་འདི། སྲིད་ཇུས་འདི། རྣམ་པ་གཟུགས་ཀྱིས་རྒྱུན་འཁྱོངས་མ་བྱས་ན་སུས་རྒྱུན་འཁྱོངས་བྱེད་ཀྱི་རེད་སུ་ཡོང་གི་རེད་འདི་ལ་བདག་པོ་རྒྱག་དཀའ། ཕྱི་ལོགས་ནས་སུ་ཡོང་གི་རེད།

རྣམ་པ་ཚོ་དགོངས་པ་ཡག་པོ་བཞེས་འོག་འདུག་དགོངས་པ་ཡག་པོ་བཞེས་འོག་འདུག་གནང་སྟངས་དེ་འདྲས་མ་རེད། དངོས་གནས་དྲང་གནས་ང་རང་ཚོ་བོད་མི་ཡོངས་ཀྱིས་ད་ཡང་ད་དེང་སང་གཞོན་སྐྱེས་དེ་ཚོ་ལ་ཅིག་མིག་དཔེ་ལྟ་ས་ཡོད་ན་མེད་ན་རྣམ་པ་ཚོ་ཆག་གོ་རེད་རྣམ་པ་ཚོ་མིག་དཔེ་དཔེ་མ་ཟིག་ཡག་པོ་ཧ་ལས་པ་ཡག་པོ། ང་ཚོ་མ་འོངས་པའི་གི་སོན་རྩ་དེ་ག་པ་སྐྱེས་མ་སྐྱེས་དེ་རྣམ་པ་ཚོ་ལ་ཆག་ལ་ཡོད་ར་བ་ཡིན་ན་ཡང་རྣམ་པ་ཚོ་གནང་སྟངས་དེ་ལ་བལྟས་པ་ཡིན་ན། བཟང་སྤྱོད་ནི་རྒྱས་པ། ལྟ་སྤྱོད་རྒྱུད་ཁག་གི་གཅིག་བསྡུས་ཡིན་པ་ཡིན་ནི་རེད། གཅིག་ད་ལྟ་ང་རང་ཚོ་ཆོ་ག་གསུམ་གྱི་གཅིག་བསྡུས་ཡིན་པ་ཡིན་ནི་རེད། དངོས་གནས་དྲང་གནས་ད་རེ་ཟུང་གཅིག་ཕ་དཔེ་གཞན་དག་ད་དངོས་གནས་གཅིག་ལ་ལྟ་སོང་མེད་ཀྱོག། སྐད་ཆ་བཤད་ན་ང་དང་ཁྱོད་གུས་ཞབས་མེད་བ། བོད་བོད་ཀྱི་གཤིས་ཀ་འདི་ནང་ལ་རང་ལས་ཆུང་བ་ཡིན་ན་གུས་ཞབས་བྱེད་འདི་བོད་བོད་ཀྱི་གཤིས་ཀ་ར་བ། ཆུང་བ་ལ་ད་ག་བ་ག་བ། ཆེ་ལ་ཡང་གུས་ཞབས་བྱེད་ཀྱི་མི་འདུག་བ་རྣམ་པ་རྫོགས་ཀྱི་དཔེ་མ་ཟིན་མིག་དཔེ་ཡག་པོ་རེད་ཧང་སང་ཡས་འདི་འདྲའི་དཔེ་ཐབས་སྐྱོ་བོ་རེད་དངོས་གནས་དྲང་གནས། བཟོད་སྒོམ་མེད་པ། བཟང་སྤྱོད་མེད་པ། ད། སོ་སོ་ལ་དངོས་གནས་དྲང་གནས་ག་རེ་བྱས་ཡོད་ནས་ཡག་སྡུག་ག་རེ་བྱས་ཡོད་ནས། བཟང་སྤྱོད་ཀྱི་ཐོག་ནས་བཤད་དང་མི་ལྟད་མོ་ད་གིན་འདི་གས་དངོས་གནས་དྲང་གནས་བཤད་སོང་བསམ་བསམ་གྱིས། དངོས་གནས་མི་འདི་གི་སྐད་ཆ་ལ་བྲོ་བ་འདུག་ཟེར། ཧང་ད་བར་དུ་རྣམ་པ་ཚོའི་བཤད་རྒྱུ་འདི་སྤྱི་ཚོགས་ནང་ལ་ཟླ་དྲུག་ཕུ་དྲུག་བཟོས་ལས་ལྷག་གང་ཡང་མི་འདུག། སོ་སོ་སྒེར་གྱི་དགའ་གི་ཡོད་རུང་མེད་རུང་གནས་ཚུལ་གཅིག་རེད། ཡིན་ན་ཡང་གྲོས་ཚོགས་རལ་པའི་འདིའི་ནང་ལ་ཕེབས་ཚར་བའི་རྗེས་ལ་དངོས་གནས་དྲང་གནས་བོད་ཆོལ་ཁ་གསུམ་དང་བོད་མི་རིགས་ཚང་མས་ཀྱི་ཨ་ནི་ད་གང་ལྟར་ཆེ་མཐོང་འདི་རྣམ་པ་ཚོའི་ལག་པར་ཡོད་རེད་རྣམ་པ་ཚོ་གིས་འདི་ཆེ་མཐོང་འདི་ག་པར་སྐྱེལ་གི་ཡོད་མེད། རྣམ་པ་ཚོ་ཟིལ་དང་འདྲ། ངེད་ཀྱི་དངོས་གནས་དྲང་གནས་ཧང་ཐའི་གྲོས་ཚོགས་ཀྱི་ལས་རིམ་འདི་བལྟས་ཕྱིར་ནས་དངོས་གནས་དཔེ་བློ་ཕམ་ཞེ་བོ་བྱུང་དེ་འདྲའི། དེ་འདྲའི་རྒྱལ་བ་རིན་པོ་ཆེ་གི་ཐུགས་མ་མཁྱེན་པའི་ད་ཡོད་མར་དེ་ཡིན་ན་མཁྱེན་པའི་དབང་དུ་བཏང་བ་ཡིན་ན། ག་ཚོད་དགོངས་པ་མཚུངས་ཀྱི་རེད། ང་ཚོས་ཨ་ཡོད་ནང་གི་ད་ཡོད་དེ་ཚོ་གི་གནང་སྟངས་འདི། དེ་འདྲའི་ཐབས་སྐྱོ་བོ་ཡིན་ན། ཧ་ལས་པའི་ཐབས་སྐྱོ་བོ་ཧ་ལས་པའི་ཐབས་སྐྱོ་བོ། ངེས་པར་དུ་རྣམ་པ་ཚོ་དགོངས་པ་བཞེས་རོགས་གནང་ཨ། ང་མི་ཕལ་པ་ཅིག་གིས་རྣམ་པ་ཚོ་ལ་ལག་པ་གཉིས་ཐལ་མོ་སྦྱར་བྱས་ནས། གོ་བསྡུར་དང་བཅས་པ་རྣམ་པ་ཚོ། ད་ནས་བཟུང་ཚར་བ་དེ་ཚར་བ་རེད་མ་འོངས་པ་ལ་དངོས་གནས་དྲང་གནས། བོད་བསྟན་པ་ཆབ་སྲིད་ཡིན་པ་ཡིན་ན་རེད་བོད་མི་རིགས་ཡིན་པ་ཡིན་ན་རེད་ཚང་མ་འདི། སེམས་པའི་གཏིང་ལ་བཞག་ཅིག་ནས་བཀའ་མོལ་གནང་ཡས་རེད་ཕྱག་ལས་གནང་ཡས་རེད། གནང་རོགས་གནང། འདི་མ་གཏོགས་དངོས་གནས་དྲང་གནས་གཅིག་ང་རང་ཚོ་ཁྲོམ་འདི། འཛམ་བུ་གླིང་གི་རྒྱལ་སྤྱི་སྡིངས་ཆ་གང་ལ་ཨ་ནེ་རྣམ་པ་ཚོ་ཁྲོམ་འདི་མ་སྟོན་རོགས་གྱིས་ངས་འབོད་སྐུལ་ནན་ཏན་ཞུ་གི་ཨ་ནེ་ཚང་མ་ལོ་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས་ཨ་ནེ་མ་འོངས་པ་ལ་ཡག་པོ་ཡོང་བའི་གི་རེ་བ་ཞུ་གི་ཡོད།